ལ་སོགས་ཏེ། ལེ་ཚན་གཉིས་པ་དེ་གི་གི་འཕྲོ་ནས་མང་ཤོས་གི་ཡོད། ད་དེ་གོང་དེ་ལ་ང་ཚོ་ག་སེམས་ཟེར་ན་ས་འདྲེ་ངོས་འཛིན་དེ་ལ་ས་འདྲེ་ད་ས་ག་ད་བ་ཐོག་མའི་གི་ས་འདྲེ་ངོས་འཛིན་དེའི་སྒང་ལ་ཤེས་གི་ཡོད་རེད་ད་ཐོག་མའི་ས་འདྲེ་ངོས་འཛིན་སུ་དེ་སྟོན་པ་དངོས་སུ་ལྷུམས་སུ་ཞུགས་པའི་གི་ས་ག་ད་བ་དེ་ལ་ལབ་གི་ཡོད་རེད། བྱས་ཙང་དེ་ཡིན་དུས་ཙམ་པ་ལ་དེ་ནི་ད་ལོ་གཅིག་ལ་ལོ་གཅིག་གི་ད་ས་ག་ད་བ་རེད་བ་ད་བ་ཡིན་ཙང་དེ་ལོ་དེ་ད། གཏན་འབེབས་བྱེད་དགོས་རེད་སྟོན་པ། སྟོན་པའི་གི་འཁྲུངས་ལོ་ཟེར་གི་ལོ་དེ་བྱེད། དེ་འཛིན་པ་ད་ལོ་དེ། དེ་ལས་ད་བྱེད་པ་མི་འདྲ་བ་ཡོད་རེད་བ། བྱེད་པ་མི་འདྲ་བ་ཡོད་པ་དེའི་ནང་ནས་གི་ད་ལྟ་སྐབས་སུ་བབས་པ། དགེ་ལུགས་དུས་འཁོར་དགེ་ལུགས་དུས་ཀྱི་འཁོར་ལོའི་གི། བྱེད་གྲངས་པ་གཅིག་ཟིན་ནས་འགྲིག་གི་ཡོད་རེད་དུས་ཀྱི་དུས་འཁོར་ཚད་མར་བྱས་ནས་མ། གསུངས་དེ་མཁན་ཅིག་ཡིན་པ་ཡིན་ན། ད་ལོ་དེ། ལོ་ལྟར་ལོ་འདི་རེད་ཞེས་བྱ་བའི་ཡོང་ཡ་ཡོང་མ་རེད་དེ་འདི་ཙམ་པོ། དཔེར་ན་ཚན་རིག་གི་བརྟག་དཔྱད་བྱས་པ་རེད་ལོ་འདི་རེད་ཞེས་བྱ་བའི་ཡོང་གི་ཡོང་མ་རེད་གང་ཡིན་ཟེར་ན་ད་ལོ་དེ་གཞི་རྩར་བཞག་ནས་དེ་ནི་མ་ང་ཚོ་གི་སངས་རྒྱས་ཀྱི་ལུང་བསྟན་བྱ་བའི་གི་ཚིག་མཚམས་དང་ཆ་མཚམས་མཐུན་དགོས་གི་ཡོད་རེད། ཏག་ཏག་ཏག་ཏག་སླེབས་དགོས་ཀྱི་ཡོད་རེད་ཅེས་ཙང་ཏེན་དུས་གང་གི་དེང་གི་སྔོན་ལ་ཤོད་བཞག་པ་དེ་ཚོ་རེད། ཨ་ནི་ལོ་དྲུག་བརྒྱའི་རྗེས་སུ། ཨ་ནི་འཇིག་རྟེན་འཇམ་པའི་གྲགས་པ་ཨ་ནི་ཁྲིར་ཕེབས་པ་དང་དེའི་རྗེས་ནས་ལོ་བརྒྱད་བརྒྱའི་རྗེས་སུ་ལ་ལས་ཆུ་བཞུགས་པ་དང་ལ་ལས་སྟོན་པའི་གནས་ཚད་དེ་ལོ་སྟོང་དང་བརྒྱད་བརྒྱ་ཡིན་པ་དང་སྟོང་དང་བརྒྱད་བརྒྱའི་རྗེས་སུ། ལ་ལས་སྟོན་པའི་གནས་ཚད་རྫོགས་ནས་རིག་འདེད་གྲགས་པ་འཁོར་ལོ་ཅན་གྱི། ནི་ཀླ་ཀློ་བཅོམ་འབེབས་ཀྱི་དུས་ཚོད་ཡིན་པ་དང། ད་ག་ནང་བཞིན་རིགས་ལྡན་ཐམས་ཅད་ཀྱི་སྐུ་ཚེའི་གི་ཚེ་ལོ་དེ་དང་ཁྲི་ཤུག་གི་ལོ་དེ་ད་བཤད་ན་འགྲིག་གི་འདུག་གཙོ་བོ་ཁྲི་ཤུག་གི་ལོ་རེད། ཁྲི་ཤུག་གི་ལོ་དེ་ལོ་ད་ཁ་ཚང་དྲི་བ་ཅིག་སླེབས་སོ་དེ། ད་ང་ཚོ་ཁྲི་ཤུག་ལོ་རང་རེད་ཁྲི་ཤུག་ལོ་བརྒྱ་ཕྲག་བྱེད་པ་ཡིན་པ་དང། ད་དེ་ཙམ་མ་ཟད་ཀྱི་ད་སྟོན་པ་སངས་རྒྱས་པའི་སྐབས་ཀྱི་ཉིན་འཛིན། ཉིན་འཛིན་ཟེར་བ་ཅིག་ཟླ་འཛིན་དང། ནི་སྟོན་པའི་དུས་འཁོར་གསུང་དུས་ཀྱི་སྲིད་གསུམ་རྣམ་པར་རྒྱལ་བའི་དུས་ཆེན་དང། ད་སྲིད་གསུམ་རྣམ་པར་རྒྱལ་བའི་དུས་ཆེན་ཟེར་དེ་ལ། ཉི་མ་དང་ཟླ་བ། གནས་ད་ག་ནང་བཞིན་གྱི་སྒྲ་གཅན་གདུང་བཅུ། འོ་དེ་སྐད་ཀྱི་ག་འདྲེ་ངེས་པ་དེ་ཚོ་བྱ་དགོས་རེད། དེ་ལྟར་སྲིད་གསུམ་རྣམ་པར་རྒྱལ་བའི་དུས་ཆེན་གྱི་འཁོར་དང་གི་རིམ་པ་དེ་ཚོ་ཚང་མ་ནི་སྒྲ་གཅན་འཁོར་ལོས་ཀྱི་ཐེབས་དང་སྤྲད་ནས་ངོས་འཛིན་བྱེད་ཡ། ད་དེ་སྐད་ངོས་འཛིན་བྱེད་དགོས་བྱུང་ལ་དེ་ནི། དེའི་ཚེ་དེའི་དུས་ཀྱི་སྔ་དུས་གཟའ་ང་སྒྲ་གཅན་ཆ་ཚང་ཅིག་ཤེས་མགོ་རེད་མ་འདུག་ད་ག་ཟེ་ཅིག་དེ་བྱས་ཡོད་མ་རེད་པ། བྱས་ཙང་དེའི་གོང་འགྲིག་དགོས་གི་ཡོད་རེད་ད་དེ་ནས་མ་བྱས་ནས་ཨ་ནེ་སྟོན་པ་མྱ་ངན་ལས་འདས་པའི་རྗེས་སུ་ད་བསྟན་འཛིན་སྐྱེས་བུ་རིམ་བྱོན་མགོ་རུ་མཚོ་སྐྱེས་རྡོ་རྗེ་ནས་བྱས་ནས་སློབ་དཔོན་པདྨ་འབྱུང་གནས་ད་དུག་སུ་མ་ལུང་བསྟན་ཡོད་རེད་བ་དེ་དང་ཨ་ནི་ད་དུང་རྟེན་འབྲེལ་བསྟན་རྩིས་གདན་ཁྲིའི་གིང་སང་ནང་ལ་མཚོན་པ་ཡིན་ན་ཨ་ནི་གུ་རུ་རིན་པོ་ཆེ་བསམ་ཡས་ལ་ཡང་རབ་གནས་གནང་བའི་སྐབས་སུ་བདག་འཛིན་གྱི་སྐོར་ལ་གསལ་པོ་གསུངས་ཡོད་དུས་བརྩམས་པ་ལ་དེའི་དུས་ཀྱི་བདག་འཛིན་དང་ད་དོགས་བཅས་ནས་མ་གུང་བསྒྲིགས་ཡོང་གི་ཡོར་ད་འོ་ཡིན་དུས་སྐབས་ལ་ད་ད་ལྟ་གི་དེ་འདྲ་ཅིག་དགོས་ཀྱི་རེད་གསུངས་པ་རེད་ད་དེ་གའི་ཁྱད་ཆོས་ཆ་ཚང་ཕུག་ལུགས་ཀྱི་བསྟན་རྩིས། ད་ནང་ལ་ཡང་ད་ཚང་གི་ཡོད་རེད་མེད་རེད་ཟེར་ན་ད་ང་ཚོ་གི་མ་བྱས་པ་ནང་དགོས་ཀྱི་ཡོད་རེད་ད་དགེ་ལུགས་བསྟན་འཛིན་བསྟན་འཛིན་གྱི་ནང་ལ་ཡིན་ན་ད་དེ་གའི་དེ་ངེས་པ་དེ་གའི་དེ་བསྟུན་ཡོད་པ་དང་དེ་གའི་དུས་ཚོད་དཔང་པོར་བཞག་ཡོད་པ་ད་དེ་ཞུ་དགོས་ཀྱི་ཡོད་མ་རེད་བྱས་ཙང་དེ་གཙོ་འདོན་གནང་གི་ཡོད་རེད་བྱས་ཙང་ད་དེ་འདྲའི་གི་ད་ལྟ་ད་རེས་པ་གཉིས་པ་རག་སྟེ། རང་ལུགས་གཏན་ཚིགས་ཀྱི་ལོ་ཡི་ངེས་པ་དེ་ཡིན་པས་ཀྱི་ཤེས་བྱེད་གྲབ་སྟེ། རྒྱུ་མཚན་གྲབ་སྟེ་ག་རེ་ཟེར་བར་བ། ད་གཏན་ཚིགས་དེ་འདྲའི་རྒྱུན་བཟང་གི་ནང་ལ་ད་གསུངས་དེ་ཡ་དེ། མདོར་ན། ང་ཚོ་དུས་ཀྱི་རྒྱལ་པོ་དུས་ཀྱི་འཁོར་ལོའི་ལུགས་སུ་ཞེས་པ་ཅིག་ཡིན་པ་མཆིས་ན། ཨ་ནི་སངས་རྒྱས་མངལ་ཞུགས་ཀྱི་ཚེ་དང། བདག་ནང་བཞིན་གཏམས་པ་སངས་རྒྱས་པ་རྩ་རྒྱུད་གསུངས་པ་མྱ་ངན་ལས་འདས་པའི་ཀྱི་ཚེ་སོགས། ནི་ལོ་ཟླ་ཞག་དུས་ཀྱི་ངེས་པ་གང་དང་གང་ཡིན་པ་དེ་ཀ་ཐམས་ཅད་དེ་ནི་གཟའ་སྐར་གྱི་ཕོ་བྲོས་དུས་བཞི་པོ་འགྱུར། དུས་ཚོད་ད་ལྟེན་གྱི་འབྲེལ་འབྱུང་གི་སྣང་བ། ད་ལྟེན་རྟེན་འབྲེལ་གྱི་སྣང་བ་རེད་འདུག་ཨང་ད་ལྟེན་གྱི་འབྲེལ་འབྱུང་གཅིག་ལ་གཅིག་ལ་བརྟེན་ནས་ཡོང་བསྡད་པ་རྟེན་རྟེན་གྱི་འབྲེལ་འབྱུང་གི་སྣང་བའི་གི་ཆོས་ཐམས་ཅད། ནི་ད་ཉི་ཟླ་གཟའ་སྐར་སོགས་ཀྱི་འཁོར་འགྲོས་ཀྱི་རྐང་པའི་འཕེལ་འགྲིབ། གི་རྟེན་འབྲེལ་གྱི་མཚམས་དང་སྦྱར་དགོས་ཀྱི་ཡོད་པ་དེ་ཤེས་ཀྱི་ཡོད་རེད། ད་རྟེན་དང་རྟེན་ཅིང་འབྲེལ་འབྱུང་གི་ཆོས་ཐམས་ཅད་དེ་གའི་དེ་དུས་བཞིའི་གི་བླང་དོར་དང་བདུད་རྩི་ཚང་མ། ད་ལྟ་ང་ཚོ་གི་སྣང་དེ་གའི་གི་བདུད་རྩི་ཚང་མ། ཕྱི་ཉིན་དེ་གཟའ་སྐར་གྱི་འཁོར་འགྲོས། དེ་ཚོ་གི་བགྲོད་པའི་རྐང་པས་གི། འཕེལ་འགྲིབ་ཀྱི་མཚམས་དེ་དུ་གཙོ་བྱར་བཤད་དགོས་དགོས་ཡོད་རེད། ད་དེ་བྱར་བཤད་དགོས་ཀྱི་གནད་དེ་གཙོ་བོ་ད་ནང་དུ་ད་ད་འདི་དེ་དེང་གི་དགོངས་དེ་བསྟན་འཛིན་ཚེ་དབང་ལགས་ཀྱིས་ད་ད་འདི་ནས་མ་གཅིག་གནང་བཞག་ཡིག་ཆ་གཅིག་བྲིས་གནང་བཞག་དེ་གནད་འགག་དངོས་གནས་གནད་ལ་འཁེལ་བ་བྱས་ནས་གསུངས་བཞག་དེ་དགོངས་དེ་ད་འདི་གི་ལྷུམས་སུ་ཞུགས་པའི་གི་ད་བ་དེ་ངོས་འཛིན་ཐ་དད་ཡིན་པའི་གི་སྒྲུབ་བྱེད་ཡིན་ཅེས་གནང་བའི་གི་ལུང་མང་པོ་ཡོད་རེད་དེའང་ལུང་གནད་འགག་དེ་གི་དེ་དེ་ཡིན་ས་རེད་ཅེས་ནས་སྡོམ་གཅིག་བརྒྱབ་འདུག་བ། ཡང་ཞུ་གུ་དེ་ལ་ད། ང་ཚོའི་རྗེས་སུ་འབྲང་དགོས་ཀྱི་ཡོད་ན། ད་ད་འདོད་ཀྱི་ནང་གི་རྩ་རླུང་ཐིག་ལེ་ལ་སོགས་པའི་གི་ནང་གི། དེ་དུས་ཚོད་དེ་གལ་ཆེན་པོ་ཡིན་ས་རེད་ཅེས་ནས་འོ་དེ་ཤེས་བཞག་དེ་བསྟན་འཛིན་ཚེ་དབང་ལགས་ཀྱིས་དེ་དགོངས་དེ་ལུང་བཅུ་དྲངས་བཞག་དེ། ད་ག་རང་རེད་ཞུ་བའི་ལུའ། ད་དེའི་ནང་ལ་བསྟན་འཛིན་དལ་འཕྲིན་སྐལ་བཟང་ད་ལྟ་ང་ཚོ་དགེ་བའི་བཤེས་གཉེན་ཨ་ཡུ་ལི་མཛོད་ཀྱིས་ད་ག་རང་གསུང་གི་ཡོད་རེད་རྒྱལ་མཚན་དབང་རྣམ་རྒྱལ་གྱིས་ད་ནང་རྩེ་རླུང་ཐིག་ལེ་གྱི་ཁམས་བཅས་རླུང་སེམས་ཀྱི་འཕྲོ་འདུ་འཕེལ་གསལ་ལ་སོགས་ཀྱི་རྟེན་འབྲེལ་དེ་དག་སྦྱར་བཤད་དགོས་ཀྱི་རེད་གསུང་གི་ཡོད་རེད། ད་དེ་འབྲེལ་གྱི་སྦྱོར་བྱེད་དགོས་ཡས་ཀྱི་ད་ང་ཚོས་ང་ཚོས་ཀྱི་མངོན་གསལ་དོད་པོ་གཅིག་གིས་ང་ཚོ་དེ་རིགས་ཀྱི་སང་ཧ་གོ་དེ་དེ་དཔེར་ན་ཉིན་འཛིན་ཟླ་འཛིན་གྱི་སྐབས་ལ་རེད་བ། ཉིན་མཚན་དེ་འཛིན་མེད་པ་ཅིག་ལ་སྟོན་པ་སངས་རྒྱས་པ་རེ་ཟ་ལབ་ཀི་དེ་བས་ན་ཨ་ནི་ད་དེ་ནང་གི་རྩ་རླུང་ཐིག་ལེ་གི་གུང་བསྒྲིགས་སྟངས་དང་ད་ཆོས་ཕྱོགས་ཀྱི་ཐོག་ནས་འགྲེལ་བཤད་ཅིག་རྒྱ་གར་ཕྱིན་ཏེ་ད་འཚམས་པོ་རྒྱུ་ནི་མེད་པ་ཆགས་འགྲོ་གི་ཡོད་རེད་བ། དུས་འདི་ཙམ་པ་ལ་ད་ད་དེང་སང་ད་ཕལ་ཆེར་ད་ཚན་རིག་གི་བརྟག་དཔྱད་ད་བྱས་ཡོད་མེད་ལ་མ་ལྟོས་པས་ཀྱི་དེ་འདྲ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཅིག་ཡོངས་གྲགས་རབ་ཅིག་ད་འཛམ་བུ་གླིང་སྤྱི་ལ་གསུངས་ཏེ་བརྗོད་དེ་བཀའ་སློབ་དེ་གནང་ཡོད་རེད། ཅིག ྋགོང་ས་མཆོག་གིས་ཉིན་བྱེད་ཟླ་མཚན་གྱི་སྐབས་ལ་རླུང་གི་འཕོ་བ་ལ་ཞིབ་འཇུག་བྱེད་པའི་དུས་ཚོད་ལ་ཡང་རླུང་གི་རླུང་གི་ནང་རླུང་ལ་འགྱུར་ལྡོག་ཅིག་ཏན་ཏན་འགྲོ་གི་འདུག་ཨ་མདའ་དེ་འདས་པའི་གི་ནང་ལ་སྟག་ཚང་ལོ་ཙཱ་བ་ལྟ་བུ་གིས་དེ་འདྲ་དེ་འདྲ་གསུངས་བཞག་ཅེས་ནས་འོ་དེ་ཚོ་ཆ་ཚང་ལུང་དྲངས་ཡོང་དུས་ད་ཕལ་ཆེར་དེ་ཚན་རིག་པ་དེ་ཚོ་གི་བསམ་བློའི་ནང་ལས་གང་ལ་གང་འཚམ་འཇགས་བསྡད་ཡོད་རེད་ད་ང་རང་ཚོ་དེ་ཡིན་མི་རོགས་ཆགས་བསྡད་ཡོད་རེད་བ། བྱས་ཙང་ཚང་མས་ད་དེ། ཁོང་ཚོས་ཞིབ་ཕྲ་ཅི་ལྟར་ཧ་གོ་གི་ཡོད་མ་རེད་ད་ད་ལྟ་དཔྱད་པ་བྱས་ཡོད་མ་རེད་དེ་ཡང། དེ་ལྟ་རྒྱུ་མཚན་ཅིག་རེད་ཤག་བསམ་གི་ཡོད་རེད་བ། བྱས་ཙང་དེ་རེད་ད་དེ་མ་ཡིན་པའི་གི་ང་ཚོའི་དུས་མཚམས་དུ་ཚོད་ཁོན་ལ་ད་ཅིག་རྩ་རླུང་ཐིག་ལེ་དང་ནང་གི་ཁམས་ལ་འགྱུར་བ་ག་རེ་ཡོང་གི་ཡོད་མེད་དེ་དེ་ང་ཚོ་དེ་བསམ་བློར་ཞི་རགས་འཁོར་གི་མི་འདུག་བ། དེ་འདི་ཙམ་པ་ལ་ལྟ་འདི་ཚོ་ང་ཚོ་ནང་གི་དུས་བཞི་ཁམས་ལྔ་དུས་ཚོད་གསལ་པོ་རེད་ཁ་ཙང་དེ་བ་ང་ཚོ་ལུང་ནས་དྲངས་སོང་ད་ང་ཚོ་གི་ཡང་ང་ཚོ་གི་མ་གའི་ཚེ་གོང་གི་ནང་ལ་རྒྱ་རྩིས་གི་ལུགས་ཀྱི་དཔེ་ན་དུས་བཞི་ཁམས་ལྔ་ཅིག་ཡོད་རོ་ད་སྨན་གི་དཔྱིད་ཤིང་ཁམས་ཕྱི་ཚེས་དབྱར་མེ་ཁམས་སྙིང་ཚེས་སྟོན་ལྕགས་ཁམས་ལོ་ཙཱ་ཟས་ཀྱི་རྒྱུ་བས་ཀྱི་དུས་ཚོད་དེ་དུས་ཚོད་འདི་ནས་ངེས་པ་ཅན་འདི་ནས་འཇུག་གི་རེད་ཟེར་ཏེ། ད་སྨན་པ་རྣམ་པ་ཚོ་གིས་ད་འདི་རྩིས་དེ་བསྟུན་དགོས་རེད་ཟེར་ནས་འགྲེལ་བཤད་རྒྱབ་ཀྱི་ཡོད་པ་རྒྱུད་འགྲེལ་བསྡུས་ཚོའི་ནང་ལ་རུ་བ། དེ་ནས་ལྷག་པར་དུ་ད་དངོས་སུ་སྨན་ནི་རྩིས་དེ་ཡང་རྒྱ་ནག་སིར་རྩིས་དེ་བསྟུན་དགོས་རེད་ཟེར་ཏེ་དེ་ད་མ་བསྟུན་པ་ཡིན་ན་དེ་ད་དུས་ཚོད་དཔྱིད་ཀ་ཡིན་པ་ད་ཚང་མས་ཧ་གོ་གི་ཡོད་རུ་བ། དེ་ནས་ང་ཚོར་གོ་ཡ་དེ་དཔྱིད་ཀ་དེ་དུས་ཚོད་ག་ནས་ཚེས་གྲངས་ག་ནས་རེད་དོ་ཞིབ་ཕྲའི་གི་ནང་གི་དུས་ཚོད་ཀྱི་ངེས་པ་དེ་བསྟུན་དགོས་ཀྱི་ཡོད་རུ་བ། ཡང་དེ་འདྲའི་བསྟུན་ཐུབ་ཀྱི་ཡོད་མ་རེད་དེ་ཡིན་ཙང། ད་གང་ལྟར་ངོ་བོ་འདི་འདྲ་བོ་དུས་ཚོད་ཀྱི་ངེས་པ་དེ་ཚོ་ད་རྩིས་ཀྱི་ཐོག་ནས་བསྟན་ཡོང་དུས་སྐབས་ལ་ད་ནང་གི་ཕོ་བར་བ་ནང་གི་གནས་ཚུལ་དེ་ཞིག་ད་རྩིས་ཀྱི་ད་ཕ་གཏན་ལ་དཔབ་དཔབ་པའི་གི་རྣམ་པ་རེད་དོ། ཡིན་ནས་ད་དེ་དེ་ཡང་ད་ད་འདི་དེ་དུས་ལུགས་རྩིས་རགས་ཀྱི་ཡིན་པ་ཡིན་ན་དེ་ཚོ་དུས་བཞི་ཁམས་ལྔའི་གི་ཕོ་བ་དེ་ཚོ་ཆ་ཚང་རྒྱ་ནག་གི་གླང་རྩིས་དང་རྒྱ་ནག་གསེར་རྩིས་ལ་བསྟུན་དགོས་ཀྱི་ཡོད་མ་རེད། ཁོ་རང་རང་དུས་འཁོར་རྒྱུད་ཀྱི་དུས་འཁོར་གྱི་ནང་ནས་སོང་ཞབས་པད་རྒྱུད་ཀྱི་ཟླ་བ་དག་རང་གི་དབུགས་ཐོབ་བཞི་བཟུང་བྱས་ནས་གཏུགས་སོ་མ་ཚད་དུས་གསེར་དུ་ཚོད་གཏན་ལ་ཕབ་ནས་རྒྱབ་ཀྱི་ཡོད་རེད་ད་དེ་ད་ལྟའི་ཆ་ལ་ཁ་ཤས་ལ་དེ་དེ་ཞག་མ་གཅིག་རྩི་གཉིས་རྩི་གྱི་སྔ་ཕྱི་ཞུ་གི་ཡོད་རེད་དེ་ཡང་རྒན་ལགས་ཀྱི་གསུང་ཡིན་ལ་ད་དུས་ཚོད་རྒྱལ་སྤྱིས་ཁོ་རང་ཚོ་གི་སྐྱོན་རེད་གསུང་གི་ཡོད་རེད་བ། ལོ་དྲུག་སྟོང་བཞི་སྟོང་གི་ཁྱད་གླེང་གི་ཡོད་རེད་བ། དུས་ཀྱི་འཁོར་ལོས་ཀྱི་ད་ལྟ་རྒྱལ་སྤྱིའི་དེ་ལ་སྐྱོན་འཇུག་གི་མ་རེད། ད། རྒྱལ་སྤྱིའི་ལ་སྐྱོན་ཐོན་གི་རེད། ལོ། དུས། དུས་མི་རོང་བའི་ནང་ལ་དེ་སྐྱོན་ཐོན་གི་རེད། གདེང་སྤོབས་དང་བཅས་ནས་གསུང་ཡོད་རེད་དུས་ཚོད་ཚང་མ། རི་མོའི་གི་ངེས་པའི་གི་ལམ་ནས་ད། ད། རྩིས་བྱས་ནས་དེ་རྒྱུ་མཚན་དགོས་གི་ཡོད་རེད་བ་དེ་རེད་དཔེ་མཚོན་འདྲ་བ་ཅིག་རེད་ད། བྱས་ཙང་ནང་རྩ་རླུང་ཐིག་ལེ་གི་རླུང་ཁམས། འཕྲོ་འདུས་ཀྱི་འཕེལ་ཟད་སོགས་དེ་སྦྱོར་ཤེས་དགོས་ཀྱི་རེད་གསུངས་པ་རེད། བྱས་ཙང་ད་སངས་རྒྱས་བཅོམ་ལྡན་འདས་ཀྱི་འཁྲུངས་འདས་ལ་སོགས་པ་འཇིག་རྟེན་ཁམས་དུ་སྣང་བའི་གི་བདེ་སྡུག་དང་ད་ཕོ་མཚམས་དུ་ཚུ་ཆ་ཚང་ད་དང་པོ་གཞི་ག་ནས་འཆར་ཡོང་གི་འདུག་ཨ་ནི་ལམ་འཆར་ཚུལ་གྱི་ལམ་ག་འདྲས་ཅིག་རེད་འདུག་ཨ་ནི་ཡང་འཆར་བའི་དུས་ཚོད་དེ་ལས་ལྡོག་ནས་ཡ་ཨ་ནི་སྡུད་པའི་ཚུལ་ལ་ག་འདྲས་རེད་འདུག་འོ་ད་དེ་དང་དེ་མཚུངས་ཀྱི་རྟེན་འབྲེལ་གྱི་གནས་མང་པོ་ཅིག་ལ་འཆར་ཡ་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་རེད

རྒན་ལགས་ཀྱིས་དེ་གང་ལ་བཟུང་གི་ཡོད་རེད་ངས་རི་མོ་དང་དུས་ཚོད་སྐོར་ལས་ད་ལྟ་འདིའི་འདི་ཚོའི་གི་རྟེན་འབྲེལ་གྱི་ཆགས་སྟངས་སྐོར་དོ་སྣང་ཤུགས་ཆེ་ཆེ་བའི་སྐད་ཆ་རེད་དེ་ཡང་བྱེད་པོ་གཅིག་གིས་ཧ་གོ་གི་མི་འདུག་ད་ལྟ་སོ་སོ་གི་རིག་པས་མ་འདང་ནས་འོ་དེ་ཚོའི་གི་ཁོ་ནས་བྱར་བཤད་གོ་གི་ཡོད་རེད་ཟེར་རོ་ཞིབ་གཅིག་གི་སྒོ་ནས་ཨ་ནི་ད་འགལ་བ་དང་འཁྲུལ་བ་མེད་པའི་སྐོར་ནས་བྱར་གོ་གི་ཡོད་རེད། དེ་འདྲའི་སྲིད་བྱར་བཞེངས་པ་ཡིན་ན་གཞི་ནས་ད་དུས་ཀྱི་གོ་ལའི་ལུགས་ཀྱི་ལོ་རྒྱུས་སྨྲ་བ་པོ་ཞེས་མིང་བཏགས་རུང་གི་རེད་གསུང་གི་ཡོད་རེད་བ། བྱས་ཙང། དེ་འདྲའི་གི་ད་ལོ་རྒྱུས་སྨྲ་བར་ཁས་ལོན་པའི་གི་དུས་འཁོར་གྱི་ལུགས་སུ་འཛིན་པ་ཞིག་ཡིན་ཡིན་པ་ཡིན་ན་ཡང། ཨ་ནི། དེ་ནང་བཞིན་གྱི་ད་དུས་ཚོད་ཀྱི་མཚམས་འདུ་ཚོད་བྱར་མ་བཞེངས་པ་ཡིན་ན། ཨ་ནི། བདག་གཅིག་གསང་གསུམ་བསམ་གྱིས་མི་ཁྱབ་པའི་གསང་བ་གསུམ་བསམ་གྱིས་མི་ཁྱབ་པའི་རྟེན་ཅིང་འབྲེལ་འབྱུང་གི་གནས་དང་ལྷན་ཅིག་ཏུ་བསྒྲིགས་ནས་བཤད་མ་ཤེས་པ་ཡིན་ན། ཨ་ནི། དེ་ལྟར་གར་སོགས་རུ་བའི་དེ་འབྲེལ་གྱི་རིགས་ཀྱི་བདག་གང་ལྟར་ཞིབ་ཕྲའི་ནང་གི་གནས་ཚུལ་དེ་ཚོ་འགྲེལ་བཤད་བརྒྱ་ཡ་ཡོད་མ་རེད། ཨ་ནི། ཅིག་ལྟ་ག་རེད་ཟེར་ན། འགྲེལ་བཤད་བརྒྱ་ཡས་དེའི་རྒྱུད་འགྲེལ་གྱི་ལུང་དོན་གྱི་ཚིག། ད་དེ་ཡང་སྒྲ་དོན་ཙམ་ལ་གཙོ་བོ་གྲགས་ཀྱི་བྱེད་བྱེད་དེ་གོ་རེད་ང་ཚོ་དཔེར་ན་ཚིག་གི་ནང་ལ་སྒྲ་དོན་ཙམ་གྱི་ཡང་ཆ་ཙམ་མ་གཏོགས་པ་ཆགས་འགྲོ་གི་རེད། འོ་དུས་རྩོམ་པ་ལ་འདིའི་གནད་འགག་ཞིབ་ཅིག་གསུང་གི་ཡོད་རེད་བ། བྱས་ཙང་ད་ང་ཚོ་ལུང་གཅིག་ཡིན་ནའི་ལུང་འདི་ལུང་དེ་ལ་འགྲེལ་བཤད་རྒྱབ་དུས་སྐབས་ལ་ད་ད་ལྟ་མང་པོ་ཅིག་གིས་ལུང་དེའི་འགྲེལ་བཤད་དེ་སྟེ་ཚིག་མ་འདྲ་བ་སླེབས་ཡས་དེ་རྩིས་བཤད་མ་བྱེད་ཁྱད་པར་ཅིག་ཡོད་རེད། དེའི་ནང་ནས་རྩིས་རྩིས་བཤད་མ་བྱེད་ཀྱི་ཁྱད་པར་ཡོད་པའི་ནང་ནས་ཀྱང་དུས་ཀྱི་འཁོར་ལོས་ཀྱི་རྩིས་ཡིག་གི་རྩིས་སྟངས་ཀྱི་རིམ་པ་དེ་རྩིས་ཀྱི་འགྲོ་སྟངས་ཀྱི་རིམ་པ་དེ་མགོ་འཛུགས་སྟངས་དེ་རེད་ཉག་གར་གྱི་ཐ་སྙད་བཏགས་སྟངས་རེད། འདི་ཚོ་གི་རིག་གནས་འགའ་དེ་ག་དེ་བཤད་མ་བྱེད་ཀྱི་ཁྱད་པར་ཅིག་ཡོད་པ་དེ་གསལ་པོ་ཆགས་འགྲོ་དགོས་པ་རྗེ་བཙུན་འདི་ཆ་དེ་ཡོད་རེད་ཞུས། རྗེ་བཙུན་ད་དེ་ག་དེ་ངས་གོང་ལ་ཞུས་པ་དེ། ང་ཚོའི་གུས་ཕུག་ལུགས་གཉིས་ཀྱི་ལོ། བསྟན་སོང་བ། ལོ་གཉིས་སྟོན་པ་འཁྲུངས། སྟོན་པ་གི་འཁྲུངས་ལུགས་དེ་ད་ལོ་ཡི་གི་ངེས་པ་ཞེས་པ་དང་དེ་ལ་ངེས་པའི་རྒྱུ་མཚན་དགོས་པ་ཟེར་དེ་རེད། བྱས་ཙང་ད་ལུགས་གཞན་དག་ད་ལྟ་ཞུ་མ་དགོས་ཡ་རེད་ད་ད་ལྟ་རྒྱུད་དུ་ཉེ་བར་བཅར་ཡོང་ངེས་གི་ད་ལྟ་ང་ཚོ་ཡོངས་སུ་སྐྲག་པ། ཕུག་པོ་དང་རྒྱུད་ལུགས་གཉིས་དེ་རུ་བ། ད་རྒྱུད་ལུགས་དེ་ཡང་དཔལ་རྒྱ་ཆེ་སྐྱབས་དཔལ་རྒྱུད་ཀྱི་ལུགས་ཅིག་ཡིན་ཟེར་ན་དེ་དེ་ཞུ་ཐུབ་ཀྱི་ཡོད་མ་རེད་ཡིན་ན་ཡང་ད་དཔལ་ད་ལྟའི་དུས་ཚོད་ལ་རྒྱུད་ཀྱི་ལུགས་ལ་ཡ་ད་དཔལ། ཁུངས། ད། སྟུག་ཡས་ཀྱི་ད་ག་ཟུག་རོ་བས། ཁུངས། སྟུག། ད་ཐག་ཉེ་ཤོས་ཅིག་རེད་ན་ཞུས་ན་འགྲིག་གི་ཡོད་ས་རེད། དེ་ལྟ་དེ་འདྲ་ཅིག་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱུད་ལུགས་སུ་བཏགས་ཡོད་རེད་རྒྱུད་ལུགས་རྩིས་སུ་བཏགས་ཡོད་རེད་གཞན་ཡང་ང་ཚོས་དཔེར་ན་ཕུག་ལུགས་དེ་རྒྱུད་ལུགས་བརྒྱུད་ནས་བསྟན་བཞག་ཡོད་རེད་བ་ཟེར་ན་དེ་ཕུག་ལུགས་མ་བརྩད་པའི་བོད་གངས་ཅན་ལྗོངས་ཀྱི་ད་སྐར་རྩིས་ཀྱི་ས་རིས་རི་མོས་ཀྱི་རྣམ་གཞག་གི་ཁུངས་ཚང་མ་དུས་འཁོར་རྒྱུད་ལ་བཏུགས་ཡོད་དུས་ཚང་མ་ཚང་མ་ལ་རྒྱུད་ལུགས་ལབ་དགོས་ཡོད་རེད་བ་ཆགས་ཀྱི་རེད་བ།

ལ་གཏན་འབེབས་བྱས་བྱས་པ་དེ་དག་འཁྲུལ་བ་མི་འདུག་ཟེར་བྱེད་ཀྱི་ངེས་པ་རྙེད་ཐུབ་པ་རེད། ད་དེ། སོ་སོ་ང་རང་ཚོ་ཚང་མས་ཀྱི་དཔྱད་པ་བྱེད་ཡག་གོ་ཅི་གོ་གི་ཡོད་རེད། དེ་གཅིག་ཆ་དེ་བཞག། ད་དེ་ནས་མར་བྱས་ནས་རིམ་པ་གཉིས་པ་དེ་ནས་སྐུ་བལྟམས་དུས་ཀྱི་ཟླ་བའི་ངོས་འཛིན་དེ་གང་འགྲོ་གི་ཡོད་རེད་ད་ང་ཚོ་ད་འདིར་གླེང་ཤེས་རབ་གཙོ་བོ་དེ་ག་ནས་ཆ་དེ་ཡོད་རེད། འོ་དེ་ཡིན་ཡང་ལ་ད་དེ་ལ་ཡང་རིམ་པ་གཉིས་བྱས་ནས་བཤད་ན། དཔེར་ན་དང་པོ་ཟླ་བའི་ངོས་འཛིན་དེ་བཤད་དེ་ནི་ངེས་པ་དེ་བཤད་དོགས་བཅས་ནི་ལས་ལ་བྱ་གི་འདུག་བ་དེ་ཅི་ཉེས་གང། གོ་དེ་དེ་ཕྱོགས་ནས་འགྲེལ་བཤད་བསྐྱལ་པའི། དེ་མ། སྐད་ཆ་རེད། དང་པོ་ཟླ་བ་ངོས་འཛིན་རེད། ད་ཟླ་བ་ངོས་འཛིན་དེ། ང་ཚོ། སྔ་མོ། ཟླ་བའི་ཐ་སྙད་དུ། ཟླ་བའི་གྲངས་ཀ་དང་འབྱར་སོའི་དམིགས་བསལ་གྱི་ཡོད་མ་རེད་ད། གཙོ་བོ་དེ་ཟླ་བའི་གྱི་ཉག་གར་རགས་ཞིབ་དང་བསྟུན་ནས་འབྱར་སོའི་ཡོད་བསྡད་པ་རེད། དེ་ཡིན་པ་སོང་ཙང་ད་ཟླ་བའི་ངོས་འཛིན་དེའི་ཐད་ལ། ད་ན་ད། དཔེར་ན་ས་ག་ད་བ་སེ་དེ་ད་ཚང་མ་གཅིག་མཐུན་རབ་ཆགས་ཏེ་ར་བ། ར་བ། བོད་ཀྱི་ནང་པ་ཡིན་ནའི་འདྲ་བོད་མ་ཡིན་པའི་གྱི་ད། རྒྱལ་ཁབ་གཞན་དག་གི་ནང་པ་ཡིན་ནའི་འདྲ་ཚང་མ་གཅིག་མཐུན་ས་ག་ཟླ་བ་ཡིན་པ་ང་ཚོའི་གཅིག་མཐུན་འདྲ་བ་ཆགས་བསྡད་ཡོད་རེད། ཕུག་ལུགས་དགེ་ལུགས་དུ་བཤད་མི་དགོས་རོགས་ཅི་རེད་ད་དེ་གཅིག་མཐུན་རེད་ཡིན་ན་ཡང་ང་ཚོ་ཟླ་བའི་གི་གྲངས་དུ་སྦྱར་ཡོང་པའི་སྐབས་སུ་ད་ང་ཚོ་ད་འདི་ས་ག་ཟླ་བ་དེ་ངོས་འཛིན་གཉིས་རོགས་ཅི་ལ་ཆགས་ཡོང་གི་ཡོད་རེད་དཔེར་ན་ཕུག་ལུགས། རྗེས་འབྲང་བ་རྣམ་པ་ཚོ་གིས་ནི་བོད་ཟླ་བཞི་པ་དེ་ས་ག་ཟླ་བ་རེད། རྒྱུད་ལུགས་ཀྱིས་བོད་ཟླ་གཉིས་པ་དེ་ས་ག་ཟླ་བ་ལ་ངོས་འཛིན་བྱེད་ཀྱི་ཡོད་པ་དེ་རེད། ད་ད་ལྟ་དུག་ང་ཚོ་འཛམ་བུ་གླིང་ཕྱིའི་འཛམ་བུ་གླིང་གི་གནས་སྟངས་དང་འདུ་ཚོར་བལྟས་ཡོང་དུས་སྐབས་ལ་ནི་རྒྱུད་ལུགས་ཀྱིས་ས་ག་ཟླ་བ་ངོས་འཛིན་བྱས་ཏེ་ད་ཁོང་ཚོ་ཕལ་ཆེར་གྱི་གཅིག་མཐུན་ཤེས་དགོས་ཡོད་རེད་ཐེག་དམན་པའི་ལུགས་དང་ད་ད་ལྟ་གི་འཛམ་བུ་གླིང་གཞན་དག་གིས་ད་ཧ་ལམ་ཧ་ལམ། ཕུག་ལུག་གི་རྗེས་འབྲང་གི་ས་ག་ཟླ་བ་དེ་ངོས་འཛིན་བྱེད་ངེས་ཏེ་བོད་གངས་ཅན་ལྗོངས་གཅིག་པུ་རུ་ཆགས་ཀྱི་ཡོད་རེད། དེའི་དུས་སྐབས་ལ་ད་དེ་ད་ང་ཚོ་བོད་གངས་ཅན་ལྗོངས་ཀྱི་ཐུན་མོང་མ་ཡིན་པ་ཅིག་ཟེར་ནས་འདྲ་ད་བོད་གངས་ཅན་ལྗོངས་ཀྱི་སྐར་ས་གཞུང་འཛིན་གྱི་གཞུང་འཛིན་ལབ་ནས་འབྲི་གི་ཡོད་རེད་པ་ད་གཞུང་འབྲེལ་གྲགས་ཅིག་ཆགས་ཀྱི་ཡོད་རེད་ཞུས་ནས་འབྲི་གི་ཡོད་རེད་དེ་འདྲས་ཅིག་ཞུས་ནས་མ་འབྲི་གི་ཡོད་ཀྱི་མ་རེད་གསུང་གི་འདུག་ཡིན་ན་ཡང་ད་ང་ཚོ་གི་ཡང་ད་དུས་སྐབས་ལ་ཅིག་ས་ག་ཟླ་བ་བས་མཐའ་གསུམ་པོ་ལ་ངོས་འཛིན་བྱེད་དེ་ཉིད་དེ། གཅིག། གར་ས་ངོས་འཛིན་འདི། ང་ཚོ་གི་ལུགས་དེ་ཐེག་ཆེན་གྱི་ལུགས་བྱས་གཞན་དག་དེ་ཐེག། ང་ཚོ་སྤྱིར་བཏང་གི་སྟོན་པའི་འདས་ལོ་ཁོ་རང་ལས་ད། ད་ལྟའི་གི་གནས་བརྟན་དེ་བའི་ལུགས་དང། ད་ཐེག་པ་འོག་མ་དང། ཨ་ནི་ང་ཚོ་གི། ང་ཚོ་གི་ད་ནང་པ་སངས་རྒྱས་བོད་ནང་པ་སངས་རྒྱས་པའི་ལུགས་ཞུས་ནས་བསྒྲིགས་ཡོར་བ་ད། ཐེག་ཆེན།

འདི་ང་རང་ཚོའི་གི་ནང་པ་སངས་རྒྱས་པའི་བོད་ནང་པ་སངས་རྒྱས་པའི་ལུགས་ཐེག་ཆེན་གྱི་ལུགས་གཞི་ཤ་ཅེ་ནས་ཤེས་གི་ཡོད་རེད། བྱས་ཙང་འདི་ཡིན་ཙང་ད་ང་ཚོ་གི་ང་རང་ཚོ་ལས་བརྩི་སྲོལ་ཡོད་རེད་ནང་པ་སངས་རྒྱས་པ་ལ་ཡང་བརྩི་སྲོལ་གཉིས་ཡོད་རེད་ས་ག་ཟླ་བའི་བརྩི་སྲོལ་གཉིས་ཀ་ཡོད་རེད། ཨ་འདི་ཡོད་འདི་ཙམ་པ་ལ་ཨ་ནི་གཅིག་དེ་ད་ད་ལྟའི་རྒྱུད་ལུགས་ད་ལྟ་བཤད་དེ་དེ

རང་སོར་གནས་ཡོད་དུ་མེད་དུ་ཚུལ་ཤོད་ཚུལ་ཐིག་གི་མི་འདུག་བདག་ག་ནང་བཞིན་གྱི་ཇོ་ནང་ལུགས་ལ་ད་ཡོད་མེད་ལྟ་འདི་སེ་བ་ཧ་གོ་མ་སོང་ང་དེ་འདྲའི་ཅིག་རེད་འོ་ཡིན་དུས་སྐབས་ལ་ད་དེ་ས་ག་ད་བ་ཡིན་པ་གཅིག་མཐུན་བྱེད་ད་དེ་ངོས་འཛིན་མི་འདྲ་བ་དེ་བོད་ཟླ་གསུམ་པ་ད་འཆར་བའི་སྐབས་ད་བོད་ཟླ་བཞི་པ་ད་འཆར་བའི་སྐབས་དུགས་སུ་ཡོང་དགོས་ཡོད་རེད་དེ་འདུས་ཙམ་པ་ད་སྔ་མ་དེ་བོད་ཟླ་གསུམ་པ་ད་འཆར་བའི་སྐབས་དེ་རང་ལུགས་རྒྱུད་ལུགས་དེའི་བྱེད་བོད་ཟླ་བཞི་པ་ད་འཆར་བ་དེ་ད་ཕུགས་ལུགས་འདྲ་བ་དུགས་སུ་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲ་ཁ་ཚང་རྒན་བྱམས་པ་སྐལ་བཟང་ལགས་ཀྱིས་དེ་གསུངས་སོ། དེང་སང་ད་ཅིག་ཟླ་བ། དཔེར་ན་ཕྱིའི་རྒྱལ་ཁབ་དེ་ཚོ་དང་གང་ལྟར། སྤྱིའི་ལུགས་ཀྱིས་གཏན་འབེབས་བྱས་ཟིན་ནས་འགྲིག་ཡོད་ཟེར་རེད་ད་ཅིག། དངོས་གནས་བྱས་ན་ཁུངས་དེ་ཚོ་སྙིང་ག་ལ་བསམ་བློ་བཏང་དགོས་གོ་རེད་བ། ད་ཁོང་ཚོ་གིས་ད་ལྟ་གི་ཡེ་ཤུ་གི་ཟླ་བ། འཆི་བདག་སེ་བོར་བ། ཨ་ནི་ད་དེ་རང་ལ་གཞིར་སུ་ནི། ད་ཟླ་བ་ལྔ་པ་དེ་ཡིན་པ་གཏན་གྱི་བརྗེད། ཨ་ནི་ཞག་མ་དེ་ལ་དེ་ནི། ད། ཡེ་ཤ་ཅིག་ཡོར་བ་ཡིན་ཡེ་ཤུ་གི་ཞག་མ་དེ་ཡོང་གི་མེད་ཙང། ད་གཙོ་བོ་དེ། ཟླ་བ་ཉག་གང་བ་དེ་སྒུག་གི་ཡོད་རེད། ཚེས་བཅོ་ལྔ་དེ་སྒུག་གི་ཡོད་ཙང་ཨ་ནི་ཁོང་ཚོ་གི་ཕུ་ལུ་མུ་འདི་བརྩི་གི་ཡོད་རེད་དེ་འདྲ་ཆིག་གསུངས་སོང་ང། ཨེ་ཅེ་ད། དེ་ཏག་ཏག་དེ་གི་ཡོད་མེད་དེ་ད་ང་ཚོ་ད་ལྟ་བ་དེ་ཏག་ཏག་དེ་གི་ཡོད་མེད་དེ་ཡང་གཟིགས་གི་གཟིགས་གི་གནང་དགོས་རེད་སྤྱི་བཏང་ཆ་ནས་ཏག་ཏག་དེ་གི་ཡོད་ཡོད་གི་རེད་བསམ་གི་འདུག་རེད་བ་དེ་བྱས། འོ་དེ་འདྲས་བྱས་ནས་དེ་རེད་ད། གཉིས་པ་དེ་ད་དེ་ངོས་འཛིན་ཙམ་རེད་བ། ངོས་འཛིན་ཙམ་དེ་འདྲས་རོ་ཆ་དེ་ཡོད་རེད་ཡང་ཁ་ཤས་ཀྱི་ངོས་འཛིན་ཙམ་དེ་ཧ་གོ་མི་འདུག་བ། གང་ཡིན་ཟེར་ན་དེ་ས་ག་ཟླ་བ་བོད་ཟླ་རྒྱུ་མཚན་དུ་ཚོད་ཕ་ཤ་ནི་རེད་བ་དེ་ནི་བོད་ཟླ་གསུམ་པ་ད་བོད་འདི་བཞི་པ་ལ་ངོས་འཛིན་བྱེད་ངེས་གཉིས་ཡོད་རེད། གསུམ་པ་ལ་ངོས་འཛིན་བྱེད་ངེས་དེའི་ལུགས་དེ་ག་རེ་ག་རེ་ཡིན་པ། བཞི་པ་ལ་ངོས་འཛིན་བྱེད་ངེས་དེའི་ལུགས་ག་རེ་ཡིན་པ་ཟེར་གྱི་ཡོད་རེད། འོ་དེའི་ངོས་འཛིན་ཙམ་དེ་ཡང་ཧ་མ་གོ་ན་ཨ་ནི་ཡང། སྐད་ཅིག་སྐྱོ་པོ་ཆགས་འགྲོ་གི་རེད་བ། ད་ང་ཚོས་ངོས་འཛིན་ཙམ་ངོས་འཛིན་དེ་བྱེད་པའི་ཆེད་ལ་ད་ངེས་པ་དེ་སྐྱེད་བྱེད་རེད། འོ་དེ་ནི་ངེས་པ་དེ། ད་གཉིས་པ་དེ་འཁྲུངས་འདས་ངེས་པ་ཟེར་ངེས་དེ་ཆགས་འགྲོ་གི་ཡོད་རེད་བ། ད་ཨོ་སྟོན་པས་ཀྱི་འཁྲུངས་ཟླ་དེ་རེད་ད་ད་ད་ལྟ་དེ་འཁྲུངས་ཟླ་དུ་འཆར་གྱི་ཡོད་རེད་ད་དེ་མ་འདུག་ས་ག་ཟླ་བའི་ཀྱི་སྐད་ཆ་དེ་བཤད་ཀྱི་ཡོད་མ་རེད་ད་སྟོན་པ་འཁྲུངས་པའི་ཀྱི་ཟླ་བ་དེ་སྤྱི་ཟླ་ས་ག་ཟླ་བ་ཡིན་པའི་ཀྱི་ངོས་འཛིན་ཆོག་ལ་ད་ལུང་དང་རིག་པའི་ཀྱི་ཤེས་བྱེད་ག་རེ་ཡོད་རེད་ཞུས་པ་ཡིན་ན། ཨ་ནི་ད་འདུལ་བ་ལུང་གནང་ནས་ཀྱི་འདུལ་བ་ལུང་འདུལ་བའི་ཀྱི་ལུང་ནས་ཡོང་གོ་རུ་བ་འདུལ་བའི་ཀྱི་ལུང་དེ་ལ་ཁྱིམ་བདག་མགོན་མེད་ཟས་སྦྱིན་གྱིས་བཅོམ་ལྡན་འདས་ཟླ་བ་གང་ལ་བཙས་ཞེས་ནས་དྲི་བ་ཕུལ་ཡང་དུས་དེ་འདུལ་སྐབས་ལ་སྟོན་པས། བཅོམ་ལྡན་འདས་ཀྱིས་ད་བཀའ་སྩལ་ལ་ཁྱིམ་བདག་ཅིའི་ཐ་ཆུང་ལའོ་གསུངས་པ་རེད་ད་ཅིའི་ཐ་ཆུང་ལ་བཙས་པ་རེད་གསུངས་འདུག་བ་དེ་རེད། ཅེས་ཐ་ཆུང་ལ་བརྩེ་བར་གསུངས་པ་དང་ད་དེ་ནང་བཞིན་གྱི་དོ་རྒྱ་ཕྱི་རོལ་པའི་དགེ་ལུང་ནང་ལས་ཡང་གར་གསུངས་ཡོད་རེད་ཟེར་ནས་སྐྱེད་མོས་ཚལ་གྱི་ཏོག་གསར་དག་ནས་འཆི་བའི་རིགས་སུ་ལྷ། སོ་གའི་དུས་མཆོག། ཅེས་ཟེར་གྱི་ད་སོ་ག་དུས་ཚོད་ལ་ཞེས་ཀྱི་ཡོད་རེད་ད་ཡང་སོ་ག་ཟེར་དེ། ད་ལྟ་དེ་གང་དེ་ཅིས་ཐག་ཆུང་གསུངས་འདུག་ཡང་འོ་ད་འོ་དེ་ལ་སོ་ཀ་ཟེར་ངེས་ཀྱི་འདུག་བ་སེ། ད་དེ་ཉིད་དུས་ཚོད་དེ་ཏག་ཏག་དེད་མ་སོང་བསམ་པ་ཡང་དེ་འདྲ་བྱས་ཡོང་གི་རེད་བ། དེ་སོ་ཀ་ཟེར་དེ་དུས་ད་དྲུག་གི་བརྩི་ཚུལ་རེད། ཅིས་ཐག་ཆུང་ཟེར་དེ་ཅིས་རང་འཕྲིན་ཐ་གསུམ་བརྩི་ནས་དུས་བཞི་གི་བརྩི་ཚུལ་ཡིན་པ་སོང་ཙང་ན་གང་ལྟར་ཁོ་གཉིས་བར་གུང་བསྒྲིགས་ཡོང་དུས་སྐབས་ལ་དུས་གཅིག་ལ་དེ་འདྲ་རེད། ང་ད་ག་ནང་བཞིན་གྱི་ད། འཁྲུངས་འདས་ཀྱི་ངེས་པ་དེ། ད་ལྷུམས་ཞུགས་ཀྱི་དུས་ཚོད་དེ་འབྲི་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་ཡོད་ད། གཙོ་བོའི་གནད་འགག་དེ་ལ་རེད། བྱས་ཙང་ད་ང་ཚོ་ད། ད་ལྟ་ལྷུམས་སུ་ཞུགས་པ་དེ། ཡང་ད་ཞོར་ལ་དེ་ནས་ཡར་འཕྲོས་ཡོང་དགོས་ཡ་རེད། དེ། ལྷུམས་ཞུགས། ག་ས་འཁྲུངས་འདས་ཀྱི་ཟླ་བ་དེ་བཤད་དུས་སྐབས་ལ། ཨ་ནེ་འཁྲུངས་ཟླ་དེ་བཤད་དུས་ཙམ་པོ་ལ་ཨ་ནེ་ལྷུམས་སུ་ཞུགས་པའི་གི་ཟླ་བ་དེ།

ལྷུམས་སུ་ཞུགས་བོད་ཀྱི་དུས་ཚོད་དང་སྔས་ཤུགས་ཀྱི་དུས་ཡུན་ལ་རག་ལས་ད་ཅིག་སྔས་དེ་ལ་རག་ལས་ཡོད་རེད་བ་དེ་ཡིན་དུས་བརྩམས་པ་ལ་འཁྲུངས་འདས་ངེས་པ་དེ་ལྷུམས་སུ་ཞུགས་པའི་དུས་ཚོད་དེ་ལ་རག་ལས་ཡོད་རེད་དེ་ལ་ད་དེ་བཙན་ད་ས་ག་ཡིན་པ་གཅིག་པ་བྱས་ད་འཁྲུངས་པའི་ད་བ་དེ་ས་ག་ཡིན་པ་གཅིག་པ་ཡིན་ནའི་ཡང་ད་ལྷུམས་སུ་ཞུགས་བོད་ཀྱི་ད་བའི་ངོས་འཛིན་ཐོག་ལ་ད་མི་མ་འདྲ་བ་ཡོད་དེ་བ་ད་དེ།

བརྩི་ཚུལ་མི་འདྲ་བ་ཡོད། བརྩི་ཚུལ་མི་འདྲ་བ་ཡོད་པ་དེས་ད་དེ་མངལ་དུ་ཞུགས་པའི་གི་དུས་ཡུན་དེ་ད་ལུང་ནང་ལ་ཡང་ད་གོ་བ་ལེན་སྟངས་རབ་བྱེད་རིམ་པ་གཉིས་ཆགས་དེ་ཡོད་རེད། ད་དེ་གཉིས་དེ་གར་བྱས་ཟེར་ན་ལྷུམས་སུ་ཟླ་བ་དགུ་དང་ཞག་ཉེར་གསུམ་ཞུགས་པ་རེད་ཟེར་ནས་ལུང་གཅིག་བྱས། ཨ་ནི་ལྷུམས་སུ་ཟླ་བ་བཅུ་གཉིས་ཞུགས་པ་རེད་ཟེར་ནས་གཅིག་བྱས་ད་དེ་ངོས་འཛིན་གཉིས་རེད། བྱས་ཙང་ད་དེ་ང་ཚོ་ལྷུམས་སུ་ཟླ་བ་དགུ།

ཆུ་ཟླ་ཡིན་པ་དེ་ད་ཆུ་དེ་ཆ་ཆུ་རེད་ད་མ་འོས་ཆ་ཆུ་མ་ད་ཆུ་ཟླ་ཡིན་པ་དེ་ལའང་ངོས་འཛིན་བྱེད་ཀྱི་ཡོད་རེད་ད་དེ་ཟླ་བ་བཅུ་གཉིས་རེད་ཟེར་དེ་ད་ས་ག་ཟླ་བ་ཡིན་པ་ལོ་གཅིག་ཏག་ཏག་རེད་བ་དེ་ནི་ལྷུམས་སུ་ཞུགས་པ་དེ་ས་ག་ཟླ་བ་རེད་བཤད་ཀྱི་ཡོད་རེད་བྱས་ཙང་ད་ང་ཚོས་དུས་ཆེན་སྔ་འཛོམས་ཚིག་ངན་དུ་ཟ་ག་ཟླ་བ་ལྷུམས་སུ་ཞུགས་པ་དེ་ཡང་ས་ག་ཟླ་བ་འཁྲུངས་ཟླ་དེ་ཡང་ས་ག་ཟླ་བ་སངས་རྒྱས་པ་དེ་ཡང་ས་ག་ད་བ། དུས་བཏུལ་བ་དེ་ཡང་ས་ག་ད་བ། ཨ་ནི་ད་གར་སུ་གུར་བས། མ་གས། མྱ་ངན་ལས་འདས་པར་བ། ད་གང་ལྟར་དེ། དེ་ཡང་ས་ག་ད་བ་ཅེས་དོགས་དོགས་བྱས་ནས། དུས་ཆེན་ལྔ་ལ་ངོས་འཛིན་བྱེད་ཅིག་དོགས་བྱ་གས་ཟེར་བ་དེ་ཅི་རེད། ད་དེའི་ཁོ་ལྷུམས་སུ་ཞུགས་པའི་གི་ཁོ་རྒྱུ་མཚན་གཞན་དག་བཀོད་ཞིག་ལ་ན། རྒྱུ་མཚན་མངལ་དུ་ཟླ་བ་བཅུ་གཉིས་བཞུགས་པ་རེད་ཟེར་དེ་མ་འདུག་ཧ་ལམ་ཅིག་བཤད་མཁན་ཡོད་ཀྱི་མ་རེད་བསམ་གྱི་འདུག་དེ་ད་ལྟ་ཡང་ངས་དེ་འདྲ་དེའི་ཕྱོགས་གཏོགས་ཀྱི་དེ་ད་ལྟ་རྒྱུ་མཚན་གསལ་པོ་ཐོག་མ་སོང། འོ་དེ་རེད་ད་གང་ལྟར་ཟླ་བ་བཅུ་གཉིས་བཞུགས་པ་རེད་ཟེར་ཉིན་དེ་གའི་ད་ལྷུམས་སུ་བཞུགས་པའི་ཟླ་བ་དེ་ས་ག་ཡིན་པ་ཁྱེད་མ་ལེན་རང་ལེན་རོགས་ཆགས་དེ་ཡོད་རེད་འོ་དེ་རེད།

ཨ་དེས་འདི་བརྩམས་པ་ལ་ནི་ཆུ་སྟོད་དུ་ལྷུམས་སུ་ཞུགས་པ། དེ་ལྟར་ན། ཟླ་བའི་གྲངས་ཙམ་ལས་འཁྲུངས་ཟླ་ས་ག་ཡིན་པ་དེ་དང་གཅིག་མཚུངས་ཆགས་ཀྱི་ཡོད་རེད་ད་བ། ལྷུམས་སུ་ཟླ་བ་བཅུ་ཞུགས་པ་རེད་ལ་ནི་ས་ག། གར་སོ་གོར་བས། འཁྲུངས་ཟླ་དེ་ས་ག་དང་གོང་འགྲིག་གི་རེད། ནི་ལྷུམས་སུ་ཞུགས་ཡུན་གྱི་ཟླ་བ་དེ། དགུ་དང་ཞག་མ་ཉི་ཤུ་རྩ་གསུམ་ཡིན་ལབ་ཡིན་ནའི་ཁོ། འཁྲུངས་ཟླ་ས་ག་དང་འགྲིག་གི་ཡོད་རེད་ད། སྒར་སོ་ལྷུམ་ཤུགས་ཀྱི་ཟླ་བ་དེ་ཆུ་སྟོད་ཡིན་ལབ་པ་ཡིན་ན། འོ་དེ་རེད། ད་ང་ཚོ་ལ་ལུང་ག་རེ་ཡོད་རེད་ཟེར་དུས་བརྩམས་པར་ད་ལུང་གི་རྗེས་སུ་འབྲང་འགོར་བ། ད་ནི་ལྷུམ་ལྷུམ་སུ་ཤུགས་པའི་ཟླ་བ་དེ་ཆུ་སྟོད་ཡིན་བས་ཀྱི་ལུང་ག་རེ་ཡོད་རེད་ཟེར་ཏེ། ད་དེ་རྒྱ་ཆེར་ཡོད་བས་ཀྱི་ལུང་ནང་ལ་ཚེས་བཅོ་ལྔའི་གི་ཟླ་བའི་ཉའི་སྐར་མ་རྒྱལ་གྱི་དུས་སུ་སོང་བ་རེད། ད་དེ་ཚེས་བཅོ་ལྔའི་གི་ཟླ་བའི་གི་སྐར་ཉའི་སྐར་མ་དེ་རྒྱལ་རྒྱལ་རེད་གསུངས་འདུག་བ་དོན་རྒྱལ་རེད། དག་ནང་བཞིན་གྱི་ཉི་མའི་སྙིང་པོ་གྱི་མདོ་ལ་ད་གསལ་པོ་བྱས་ནས་གསུངས་བཞག་ཉི་མའི་སྙིང་པོ་ལྟ་ཆུ་སྟོད་དང་ནི་ལྷ་མཚམས་དང་ལྷ་མཚམས་ལ་མངལ་དུ་འཇུག་པར་བྱེད་པ་དེ་གསུངས་འདུག་བ་ད་ག་རང་གིས་ཐོས་ཀྱི་ཡོད་རེད་ཆུ་སྟོད་ལ་མངལ་དུ་འཇུག་པར་གསུངས་ཡོད་རེད་བྱས་ཙང་ད་དེའི་ཆུ་སྟོད་དེ་ང་ཚོ་གི་སྤྱི་སྤྱི་འབྲིང་ཆུ་སྟོད་ཟླ་བའི་གི་ཟླ་བ་དེ་ཆགས་ཀྱི་ཡོད་རེད་དེའི་འདི་མཚམས་པ་ལ་མངལ་དུ་ཞུགས་པ་དེ་དེ་རེད།

འཁྲུངས་སྐར་ཉིན་གྱི་ད་ལྟ་སྐར་དེ་ཏག་ཏག་རེད་འདུག་རེད་མི་འདུག་བརྟག་བར་བ། རྒྱུད་ཕུགས་ལུགས་གཉིས་ཀ་མཐའ་ཁར་དུ་ངེས་པ་འདི་གི་ཡང་སེལ་ནུས་ཀྱི་རེད་གསུངས་ཡར་བ། དུས་འདི་ཙམ་པ་ལ། ད་དེ་རིག་པ་དེ་གཙོ་བོ་ད་ཅི་རང་གི་རི་མོའི་གི་ལམ་ནས་མ་བསྟན་ཡོང་གི་ཡོད་རེད། དུས་འདི་ཙམ་པ་ལ། ཨ་ནི་ད་ང་ཚོ་གི་འགྲུལ་བ་ཡར་ལོག་བྱས་ནས་ད་ལོ་དེ་གཏན་ལ་ཕབས་སོ་ན། ད་དེ་ད་ཡང་ལོ་ཁྲི་ཁྲི་གཅིག་གོ་གི་ཡོད་རེད་བ་དེའི་དུས་ཚོད་ལོ་ཡི་ངེས་པས་ཀྱི་ཡར་འགྲོ་བ་ཡར་ལོ་བྱས་ནས་རྩིས་ཡོང་དུས་ཙམ་པ་ལ་ཨ་ནི་སྐུ་འཁྲུངས་པའི་ཀྱི་ཉིན་མོ་གཅིག་ཡོད་རེད་བ་ཨ་ནི་ཉིན་མོའི་ཀྱི་སྐར་མ་དེ་ད་ད་ལྟ་དེ་ནི་ཉི་སྐར་གཙོ་བོ་བཤད་དགོས་རེད་ཉི་སྐར་དེ་དུས་ཀྱི་ཐོག་ནས་བརྩིས་ན་ཡང་ད་གུང་བསྒྲིགས་ཀྱི་འདུག་ཕུག་ལུགས་ཀྱི་ཐོག་ནས་ཡང་གུང་བསྒྲིགས་དགོས་རེད་གཉིས་ཀ་ཀྱི་ཉི་མའི་སྐར་མ་དེ་ཐ་སྐར་གྱི་སྒང་ལ་ལེགས་ཀྱི་ཡོད་རེད། ད་ཉི་མའི་སྐར་མ་རགས་ཞིབ་ག་རེ་ཡིན་ནས་མེད་ནས་ཐ་སྐར་ནས་འགོ་བཟུང་ནས་སྨིན་དྲུག་གི་རྐང་པ་དང་པོའི་བར་ལ་ཉི་མ་ལུག་ཁྱིམ་དུ་སླེབས་བསྡད་ཀྱི་ཡོད་པ་སོང་ཙང་དེ་ནི་སྤྱིའི་ཐ་ཆུང་ས་ག་ཟླ་བ་ཡིན་པ་དེ་ཞུ་མ་གོ་རབས་ཆ་དེ་རེད་ཟླ་བས་ཀྱི་དགུང་དེ། བྱས་ཙང་དུས་འཁོར་རྩ་འགྲེལ་ནང་ལ་ཡང་ལྷུན་བུའི་གྱི་ལྷོའི་དུམ་བུ་འདིར་ཉི་མ་ལུག་ལ་གནས་པའི་སྤྱིའི་ཐ་ཆུང་ས་ག་ཟླ་བས་ཇི་བྱས་དང། ཅི་སྟེ་ས་གའི་ཉལ་ལ་བཅོམ་ལྡན་འདས་མངོན་པར་རྫོགས་པ་སངས་རྒྱས་ཏེ་དེ་ནས་ཟླ་བ་བཅུ་གཉིས།